ད་ནི་དགོས་པ་འབྲས་བུ་དེ་ལ་གནས་སྐབས་ཀྱི་འབྲས་བུ་གཅིག་དང་མཐར་ཐུག་གི་འབྲས་བུ་གཅིག་གཉིས་ཡོད་པས་གནས་སྐབས་ཀྱི་འབྲས་བུ་དེ་གང་འདྲ་རེད་ལབ་དུ། སྦྱིན་པའི་ལོངས་སྤྱོད་ཁྲིམས་ཀྱིས་བདེས། སྦྱིན་པ་བཏང་བ་ལ་བརྟེན་ནས་ལོངས་སྤྱོད་འབྱུང་གི་རེད། ད་ནི་ཚུལ་ཁྲིམས་ཡང་དག་པོ་སྲུང་བ་ཡིན་ན་མངོན་མཐོ་གི་བདེ་བ་མངོན་མཐོ་ལྷ་དང་མིའི་བདེ་བ་ཐོབ་གི་རེད། བཟོད་པའི་གཟུགས་བཟང། བཟོད་པ་བསྒོམ་པ་ལ་བརྟེན་ནས་དཔེར་ན་ལྷ་དང་མིའི་གོ་འཕང་ཐོབ་པ་ལྟ་བུའི་སྐབས་སུ་ཡང་གཟུགས་བཟང་པོ་ཡན་ལག་ཚང་བ་འོ་དེ་འདྲ་ལ་སྐྱེ་གི་རེད་དེ་ནི་ས་ཆ་ཡང་རྫིག་ཞིང་ལྟ་ན་སྡུག་པ་དེ་འདྲ་ལ་སྐྱེ་གི་རེད་ཟེར་གསུང་གི་ཡོད་པ་རེད། དེ་ནི་བརྩོན་པའི་རྗེས་སུ་བརྩོན་འགྲུས་ཆེ་བའི་འབྲས་བུ་ལ་ནི་སྐབས་ཀྱི་འབྲས་བུ་ལ་ག་འདྲ་ཡོང་གིར་ལབ་སྟེ། དཔེར་ན་མི་ཡིས་སྐྱེ་བ་བླངས་བ་ལྟ་བུའི་དུས་ཚོད་ན་ཡང་རང་གིས་བསྒྲུབ་འདོད་པའི་བྱ་བ་དེ་དག་ཡང་དག་པར་འགྲུབ་པ། དཔེར་ན་བརྩོན་པས་གཟི་བརྗིད་བསྐྱེད་ཀྱི་རེད་ཟེར་ལབ་དེ་གང་ལ། མི་ལ་གཟི་བརྗིད་ཡོད་པ་ཡིན་ན་མི་གིས་བྱ་བ་གང་བརྩམས་པ་དེ་འགྲུབ་ཐུབ་ཀྱི་ཡོད་པ་རེད། མི་ལ་གཟི་བརྗིད་ཡོད་པ་ཡིན་ན་མི་ཡིས་དཔེར་ན་རང་གི་འཁོར་དང་གྲོགས་པོ་དེ་འདྲ་ལ་བྱ་བ་གཅིག་བསྒྲུབ་པར་བཅུག་ན་ཡང། རང་གི་འཁོར་དེ་དག་གིས་ཀྱང་རང་གི་ཁ་ལ་ཉན་པ་དེ་འདྲ་ཡོང་གི་ཡོད་པ་རེད། གཟི་བརྗིད་མེད་པ་ཡིན་ན། ཁ་ལ་ཉན་གི་མ་རེད། དེ་འདྲ་ཡིན་ཙང་བརྩོན་འགྲུས་བྱས་པ་ཡིན་ན་རང་གིས་གང་བརྩམས་པའི་དོན་དེ་དག་འགྲུབ་ཐུབ་ཀྱི་རེད་ཟེར་རོ། དེ་འདྲ་གི་དོན་དག་ཅིག་རེད་བརྩོན་པའི་རྒྱུད། ད་ནི་བསམ་གཏན་གྱིས་ཤེས་ཟེར་ལབ་དུས། བསམ་གཏན་དགོན་པའི་འབྲས་བུ་ལ་གནས་སྐབས་ཀྱི་འབྲས་བུ་དེ་ལ་ཤི་བ་ཡོང་གི་རེད། ཤི་བ་ལབ་དུས་སྡུག་བསྔལ་གྱིས་ཤི་བ་སྡུག་བསྔལ་མེད་པ། མི་ཡི་ལས་ལྟ་བུ་ཅིག་བླངས་པ་ཡིན་ན་ཡང་བསམ་གཏན་གྱི་བསམ་གཏན་དགོན་པའི་རྣམ་པར་སྨིན་པ་ལ། ནས་ལུས་བདེ་བ་སེམས་སྐྱིད་པ། ན་ཚ་མྱོང་བ་ལ་སོགས་པ་ནད་དང་དེ་འདྲ་ཡོང་གི་རེད་བསམ་གཏན་གྱིས་ཤི། བློ་ཡིས་དཀྲོལ། ཤེས་རབ་ཀྱིས། ཤེས་རབ་ཀྱིས་ཕ་རོལ་ཏུ་ཕྱིན་པ་ཡང་དག་པར་ཉམས་སུ་བླང་བས་གནས་སྐབས་ཀྱི་འབྲས་བུ་དེ་ལ་ཕུང་པོ་དང་ཁམས་དང་སྐྱེ་མཆེད་ལ་སོགས་པ་གང་ལྟར་རིགས་པའི་གནས་རྣམ་པ་སྣ་ཚོགས་ལ་སྦྱང་བ་བྱས་ན་ཡང་ལས་སླ་བོ་ཧ་གོ་ཐུབ་པ་སྦྱང་བྱའི་ཡུལ་ལ་སྦྱང་བ་དེས་ཚེ་ན་ལས་སླ་བོ་ཧ་གོ་ཐུབ་པས་གནས་སྐབས་ཀྱི་འབྲས་བུ་ལ་དེ་འདྲ་བྱུང་གི་རེད། ད་ནི་མཐར་ཐུག་གི་འབྲས་བུ་གང་འདྲ་ཡོད་རེད་ལབ་དུས་བསོད་ནམས་ཀྱི་ཚོགས་སངས་རྒྱས་ཀྱི་གཟུགས་ཀྱི་དངོས་རྒྱུ་དང་ཡེ་ཤེས་ཀྱི་ཚོགས་ཆོས་ཀྱི་དངོས་རྒྱུ་ཡིན་ཟེར་ལབ་པ་རེད། ཕར་ཕྱིན་དྲུག་གི་ནང་ལོགས་ནས་བསོད་ནམས་ཀྱི་ཚོགས་ལབ་དུས་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ལྔ་དེ་ལ་བསོད་ནམས་ཀྱི་ཚོགས་ཞེས་ལབ་ཀྱི་ཡོད་པ་རེད། ཡིན་ཙང་དེ་ལྔ་དེ་སངས་རྒྱས་ཀྱི་གཟུགས་སྐུ་ཡིས་དངོས་བརྗོད་རེད་སངས་རྒྱས་ཀྱི་གཟུགས་སྐུ་ལ་དེ་དཔེར་ན་ལོངས་སྐུ་དང་སྤྲུལ་སྐུ་ལ་སངས་རྒྱས་ཀྱི་གཟུགས་སྐུ་ཟེར་ལབ་གི་ཡོད་པ་རེད་དེ་གི་དངོས་བརྗོད་བྱེད་གི་རེད། ཡེ་ཤེས་ཀྱི་ཚོགས་ཟེར་བ་དེ་ཕ་རོལ་ཏུ་ཕྱིན་པ་སྤྲུལ་སྐུའི་ནང་ལོགས་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་རེད་དེ་ཆོས་སྐུའི་དངོས་བརྗོད་རེད་ཆོས་སྐུ་ལབ་དེ་གང་ལ་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དང་དེ་ནས་སྤངས་པ་ཕུན་སུམ་ཚོགས་པ་ངོ་བོ་ཉིད་སྐུ་དེ་ལ་ཆོས་སྐུ་ཟེར་ལབ་གི་ཡོད་པ་རེད་ཡེ་ཤེས་ཀྱི་ཚོགས་ཀྱི་དེ་ཉིད་ཀྱི་དངོས་བརྗོད་བྱེད་གི་རེད། དེ་ནས་བརྩོན་འགྲུས་ནི། གཉིས་ཀྱི་གྲོགས་སུ་གྱུར་ཏེ་སྐུ་གཉིས་ཐོབ་པར་བྱས་པའོ། བརྩོན་འགྲུས་དེ་སྤྱིར་བཏང་ཕར་ཕྱིན་དྲུག་ག་འདྲ་ཅིག་ཉམས་སུ་བླང་བ་ཡིན་ན་བརྩོན་འགྲུས་དེ་མེད་དུ་མེད་པ་རེད་སྦྱིན་པ་བཏང་བ་ཡིན་ན་བརྩོན་འགྲུས་དགོས་པ་ཡོད་པ་རེད་ཚུལ་ཁྲིམས་བསྲུང་བ་ཡིན་ན་བརྩོན་འགྲུས་དགོས་པ་ཡོད་པ་རེད་བཟོད་པ་བསྒོམ་པ་ཡིན་ན་བརྩོན་འགྲུས་དགོས་པ་ཡོད་པ་རེད་གང་ལྟར་ཕ་རོལ་ཏུ་ཕྱིན་པ་གཞན་ལྔ་དེ་ཡེ་ཤེས་ཀྱི་ཚོགས་དང་བསོད་ནམས་ཀྱི་ཚོགས་གཉིས་ལ་བགོ་བཤའ་བརྒྱབ་ནས་བརྩོན་འགྲུས་ཀྱིས་དེ་གཉིས་ཀྱི་གྲོགས་བྱས་ཏེ་སྐུ་གཉིས་ཐོབ་པར་བྱས་ཀྱི་ཡོད་པ་རེད། དེ་འདྲ་སོང་བ་རེད།